ལགས་སོ། རྫོགས་ཆེན་ནི་ན་གཞོན་པའི་མཁས་པའི་དབང་ཕྱུག་གྲུབ་པའི་དབང་ཕྱུག་ཐམས་ཅད་ལ། ད་ངས་ཚིག་ཁ་ཤས་ཅིག་བཤད་ན་འགྲིག་ས་རེད་འགྲིག་ས་མ་རེད། བྱས་ན་མི་འགྲིག་ས་གསུང་ན་ངས་ཚིག་ཁ་ཤས་བཤད་དགོས། ལགས་སོ། ལགས་སོ་བླ་མ་དམ་པའི་ཞབས་ལ་གུས་པས་ཕྱག་འཚལ་ལོ། ད་ང་རང་གི་དེ་རིང་མཆོག་དབང་བསྟད་ཚེ་འཐུང་ཚར་ཡིན། དེ་ངས་ཚིག་ཁ་ཤས་ཅིག་བཤད་དགོས་དྲན་ཡག་གི་ད་གར་ཟེར་རོ། ད་བླ་མ་རིག་འཛིན་དུར་ཁྲོད་ཐོག་ཡིན་ན་ད་དགོན་པའི་ཀློང་དུར་ཟེར་གི་རེད་བ། དེ་ཡིན་ན་ད་ང་ལྟ་བུ་ལ་ཕྱག་བཞག་པ་ཡིན་ན་ད་རྣམ་རྟོག་མང་པོ་ཤར་གི་རེད་བ། རྣམ་རྟོག་ཤ་རུ་ང་དེ་དག་མ་ཅི་བཤད་གོ་བྲན་ཡག་གི་དེ་སྤོབས་པ་འདྲ་ཟེར་གོ་རུ་གི་དག་དགའ་བ་འདྲ་ཅི་བྱུང་སོང་དེ་ནི་ཚིག་ཁ་ཤས་ཞུ་གི་ཡིན་དེ་ནི་ཚོང་མ་གི་སེམས་དུ་སོ་ཞུ་ཡ་ཡིན། ད་ང་ཚོ་ལ་ག་རེ་བསམ་ཚུལ་བརྗོད་རོགས་ཟེར་ན། ཆོས་ཐམས་ཅད་ཀྱི་གནས་ལུགས་ཟེར་ཡ་དེ་གཅིག་བསམ་བློ་གཅིག་བཏང། ད་ཤི་སྟོང་ནོམ་པ་སངས་རྒྱས་པའི་ལུགས་ལ་བཤད་ན་ཀུན་རྫོབ་བདེན་པ་ཟེར་ཡ་དེ་དོན་དམ་བདེན་པ་ཟེར་ཡ་གཅིག་བཤད་ན་གཉིས་སུ་ཤེས་གི་ཡོད་རེད། གཉིས་སུ་བཤད་བདེ་ཡག་དེ་ང་རང་ཚོ་ག་རེ་བྱས་ནས་གཉིས་སུ་བཤད་དགོས་རེད་ཟེར་ན། གཉིས་སུ་མེད་པར་མ་རྟོགས་པའི་གང་ཟག་གི་ངོ་ལ་གཉིས་སུ་བཤད། གཉིས་སུ་བཤད་ནས་ཞིབ་ཅིང་ཕྲ་བར་བཤད་ནས་མཐར། དེ་ནས་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་ཟེར་ཡག་དེ་གཅིག་ཏུ་འགྲོ་དགོས་ཡག་དེ། ད་ཐེག་པ་ཆེན་པོ་ཟེར་ན་མི་འདུག་ཉན་ཐོས་ཀྱི་ཐེག་པ་ཟེར་ན་མི་འདུག་ནང་པ་སངས་རྒྱས་པ་གི་དང་ཐུན་མོང་མ་ཡིན་པའི་ཁྱད་ཆོས་དེ་གཉིས་སུ་མེད་པ་གཅིག་ལ་འགྲོ་དགོས་ཀྱི་ཡོད་རེད་ད་དེ། ཐུན་མོང་མ་ཡིན་པའི་ཁྱད་ཆོས་ཅིག་རེད་འདོད་པ་རེད། ཡང་གཉིས་ཟེར་བ་དེ་དང་པོ་གཉིས་ཟེར་བ་དེ་གཉིས་སུ་འཛིན་ནས་ང་ཚོ་འཁོར་བ་ལ་འཁྱམས་པ་ཡིན་དུས་དེ་འདྲ་ཡིན་དུས་འཁོར་བ་ལ་འཁྱམས་པའི་སེམས་ཅན་དེ་དག་ཐམས་ཅད་ཀྱི་སྣང་ངོ་ལ་ད་གཉིས་སུ་འཛིན་གྱི་ཡོད་རེད་དེ་གཉིས་སུ་ཕྱེ་ཤེས་ཀྱི་ཡོད་མ་རེད་བ་དེ་མ་ཤེས་པའི་སྐོར་གཉིས་སུ་ཕྱེ་ནས་ཤེས་ངོ་རེད་དེ་གསུངས་བཞག་པ་དེ་ད

གཉིས་སུ་མེད་ཟེར་ཡང་གཉིས་སུ་མེད་ཟེར་ཡ་དེ་བཟང་པོ་ཡང་མ་ཡིན་ངན་པ་ཡང་མ་ཡིན། ཆེན་པོ་ཡང་མ་ཡིན་ཆུང་ཆུང་ཡང་མ་ཡིན་ཐུང་ཐུང་ཡང་མ་ཡིན་རིང་པོ་ཡང་མ་ཡིན། ཡག་པོ་ཡང་མ་ཡིན་སྡུག་པ་ཡང་མ་ཡིན་གཙང་བ་ཡང་མ་ཡིན་མི་གཙང་བ་ཡང་མ་ཡིན། གང་བ་ཡང་མ་ཡིན་འདྲི་བ་ཡང་མ་ཡིན་ཟེར་ན་ད་དེ་གསུངས་བསྡད་ཀྱི་ཡོད་རེད། ད་དེ་འདྲ་བའི་གནས་ལུགས་དེ་གནས་ལུགས་ཟེར་མཁན་དེ་ཁོ་རང་གནས་ལུགས་དེ་འདྲ་ཅིག་རེད། དེ་འདྲ་བའི་གནས་ལུགས་དེ།

དེ་དག་གནས་ལུགས་སྐོར་སྐད་ཆ་བཤད་ན་དེ་འདྲས་རེད། ད་ཡིན་ན་ཡང་ང་ཚོ་དེའི་ནང་ནས་རྙིང་མ་པ་རྗེས་ནས་བཟུང་སྟེ་གནས་ལུགས་ཟེར་ཡ་དེ་ལ་ད་ཡིད་ཆེས་ཡོད་ཨེ་རེད་ཟེར་ན་གནས་ལུགས་དེ་ལ་ཡིད་ཆེས་ཡོད་མ་རེད་གནས་ལུགས་དེ་ལ་སེམས་པ་ཤོར་གི་ཡོད་ཨེ་རེད་ཟེར་ན་སེམས་པ་ཤོར་གི་ཡོད་རེད་དེ་ཡིན་ན་གནས་ལུགས་དེ་ལ་ཡིད་ཆེས་བྱེད་ཀྱི་ཡོད་མ་རེད་དེ་ཡིན་དུས། དེ་འདྲ་བའི་གནས་ལུགས་དེ་ལ། ད་ག་རེ་བྱེད་དགོས་ཟེར་ན། སེམས་པ་ཤོར་བ་ཙམ་གྱིས་ཕན་ཐོགས་ཀྱི་མ་རེད་ཡིད་ཆེས་བྱེད་དགོས་རེད་བ། ད་མང་པོ་ཅིག་གསུང་གི་ཡོད་རེད། ད་ལྟ་བ་དང་གནས་ལུགས་ངོ་ནས་བཤད་ན་དེ་འདྲས་རེད་དེ་ང་ཚོ་ལྟ་བ་དང་གནས་ལུགས་རྟོགས་ཡོད་མ་རེད་དུས་དེ་དག་ཐམས་ཅད་ལ་ད་བཟོད་ཐུབ་ཀྱི་མ་རེད་ཟེར་ནས་སེམས་པ་ཕམ་གྱི་ཡོད་རེད་དེ། ཁྱེད་རང་ཚོ་རང་གིས་རང་ལ་ད་ག་རེ་ཟེར་འགྲོ་གི། གོ་སྐབས་དེ་སྤྲད་གི་ཡོད་མ་རེད། དེ་ཡིན་དུས་ང་ཚོ་ལྟ་བ་རྟོགས་ཡོད་མ་རེད་དེ། ལྟ་བ་དེ་ལ་ཡིད་ཆེས་བྱེད་དགོས་དེ་གལ་ཆེན་པོ་ཞེ་དྲག་ཆགས་དུ་ཡོད་པ་རེད། ད་ང་ཚོ་དྲང་དོན་ཟེར་གི་ཡོད་པ་ངེས་དོན་ཟེར་གི་ཡོད་པ་དྲང་དོན་ཟེར་ཡ་དེ་རྫུན་མ་རེད་བ། མགོ་བསྐོར་ཡའི་སྐད་ཆ་ཅིག་རེད་བ། ངེས་དོན་ཟེར་ཡ་དེ་ད་དངོས་གནས་མགོ་མ་བསྐོར་ཡའི་སྐད་ཆ་ཅིག་རེད་དེ། ཡིན་ན་ང་ཚོ་རྙིང་མ་པ་མང་ཆེ་བ་ཅིག་རྫོགས་པ་ཆེན་པོ་དང་ཆོས་བརྒྱུད་འཛིན་མཁན་ཡིད་སེ་གི་བར་དུ་རྫོགས་པ་ཆེན་པོ་ཆོས་ལ་ང་ཚོས་ཡིད་ཆེས་བྱེད་ཐུབ་ཀྱི་ཡོད་མ་རེད། ཟེར་བསམ་ཁྱོད་ལྟ་བ་མཐོན་པོ་ཅིག་རེད་ཁྱོད་ལ་ད་འགྲིག་གི་རེད་དེ་ངར་འགྲིག་གི་མ་རེད་ཟེར་གི་ཡོད་རེད་བ། ཁྱོད་ལ་ད་འགྲིག་གི་མ་རེད་དེ་ཁྱོད་རང་གི་སེམས་ཀྱི་ནང་ན་མ་འགྲིག་པ་དེ་ལ་ནོར་འཁྲུལ་ཡིན་པ་ཅིག་ངོ་ཤེས། ལྟ་བ་མཐོན་པོ་དེར་འགྲིག་པ་ཡིན་པ་དེ་ལ་ཡིད་ཆེས་བྱེད་དགོས་དེ་གལ་ཆེན་པོ་གཅིག་རེད་མ་གཏོགས་དེ་རིགས་ག་ཚོད་མང་བྱས་ཀྱང་ཡིད་ཆེས་བྱེད་ཀྱི་མ་རེད། ད་ལྟ་བ་མཐོན་པོ་དེ་ལྟ་བ་མཐོན་པོ་རེད་ང་ཚོ་ལྟ་བ་དམན་པ་རེད་དེ་ཡིན་ཚ་དུས་ང་ཚོས་སྒྲུབ་ཐུབ་ཀྱི་མ་རེད། རང་གིས་རང་ལ་དགག་པ་བརྒྱབ་པ་ཡིན་དུས་ནམ་ཡོང་གི་གནས་ལུགས་ཀྱི་ལྟ་བ་དེ་ལྟོས་གོ་སྐབས་འདྲ་པོ་ཆེ་མ་བྱུང་པ་རེད། དེ་ཡིན་དུས་དེ་འདྲ་མ་བྱེད་པར་བྱས་ནས། རང་རང་སོ་སོ་ལ་ལྟ་བ་དེ་རྟོགས་མེད་ན་ཡང་ལྟ་བ་དེ་ལ་ཡིད་ཆེས་བྱེད། ལྟ་བ་དེའི་ཕྱོགས་སུ་ལ་གོམ་པ་སྤོར་ཡག་གི་འགྲོ་ཡག་དེ་གལ་ཆེན་པོ་ཞེ་དྲག་ཆགས་འདུག་ཡོད་རེད་དྲན་གི་འདུག་དེ་མ་བྱས་པ་ཡིན་ན། ལྟ་བའི་ཕྱོགས་སུ་སྤྱོད་པ་མ་ཤོར་རོགས་ཟེར་ཡག་ཅིག་གི་ཚིག་དེ་གི་ནོར་འཁྲུལ་བྱས་ནས་ད་ང་དུས་ནམ་ཡང་མི་ཚེ་གཅིག་ལ་ཡིད་ཆེས་བྱེད་ཀྱི་མེད་ཟེར་ན་ད། ཁྱོད་རང་ལ་གོ་སྐབས་མ་བྱུང་བ་རེད་བ། ཆོས་རྫོགས་པ་ཆེན་པོ་དེ་ཐོབ། གང་ཟག་དེ་སྙིགས་མ་པ་གི་དགྲ་མཐའ་ལ་འདེད། དེ་ནི་ལྟ་བ་དེ་མུ་སྟེགས་པ་ལ་གདུགས་བརྩི་བྱེད་ཀླད་པ་ནང་ལ་བསམ་ཚུལ་དེ་མུ་སྟེགས་པ་ལ་གདུགས་བརྩི་བྱེད་པ་ཡིན་ན་ད་ཁྱོད་རང་གི་ཀླད་མ་སྲིད་ཀྱི་གྱོང་ཆེན་པོ་ཞིག་པོ་ཕོག་གི་རེད་ད། དེ་འདྲ་མ་ཡིན་པ་གཅིག་ཏུ་གལ་ཆེན་པོ་རེད་དྲན་གི་འདུག་ད་ང་མང་པོ་བཤད་གི་མེད་དེ་རིང་དགོངས་དག་བྱེད་ཡ་དེ་ཙམ་ཡིན། དེ་དག་ཐམས་ཅད་ལ་ལུང་དང་རིགས་པའི་སྒོ་ནས་ནོར་འཁྲུལ་ཡོད་ན། ད་ང་ཚོ་སངས་རྒྱས་ཤར་བྱ་ཐུབ་པ་ནི་ཉམས་རྟོགས་བསྡད་ནས་ཁྱོད་དགག་སྒྲུབ་བྱེད་ཀྱི་ཡིན་གདའ། ད་རྟོག་གི་མཁན་པོ་དེ་ཚོ་གུ་ཨམ་ཆོག་ལ་མ་འགྲོ་ན་ད་དགག་སྒྲུབ་བྱེད་ཀྱི་ཡིན་གདའ། ཆོ་འཕྲུལ་སྙིམ་པའི་ལུང་དུ་རིགས་པས་སྒུག་བསྡད་ཡོད་གདའ། ཤོག་ཨ། ལགས་སོ་ཐུགས་རྗེ་ཆེ། དང་པོ་གསུངས་འདུག། ཡོད་མེད་གཉིས་སུ་ལྟ་བ་ཐང་རེ་གཅིག་ཡིན་མིན་གཉིས་སུ་འཛིན་པ་ཉོན་རེ་མང་གསུངས་འདུག་ད་ང་ཚོ་མི་ཚེ་གཅིག་ལ་ཐང་རེ་བྱེད། མི་ཚེ་གཅིག་ལ་ཉོན་རེ་མང་བྱེད་ན་ད་སྙིང་རྗེ་ཡ་རབ་ད་ཕན་ཐོགས་གལ་ཆུང་མ་སོང་ཨ། དེ་ཡིན་ན་ཆོས་དེ་དག་ཐམས་ཅད་ལ་ཡིད་ཆེས་བྱེད་ཡ་དེ་གལ་ཆེན་པོ་རེད་ཡིད་ཆེས་བྱས་ན་མ་འོངས་པ་ལ་དེའི་ལམ་ལ་འགྲོ་ཐུབ་གི་རེད་ཡིད་ཆེས་མ་བྱས་ན་མ་འོངས་པ་ལ་ད་གོ་སྐབས་རྩ་ནས་མེད་པ་ཆགས་གི་རེད་ད་དེ་ཡིན་དུས།

དེ་ལ་དད་པ་ཟེར་བ་ཚིག་གཅིག་འུང་གི་འདུག་ཨ། དེ་ག་རེ་བྱེད་དགོས་ཟེར་ན་ད་དད་ངེས་དེ་ལ་ཡིད་ཆེས་བསྐྱེད། དེའི་ཆར་འགྲོ་བས་དེ་ལ་དད་པ་སེལ་དགོས་ར་ད་དད་པ་སེལ་གི་དེ་མང་པོ་ཞེ་དྲག་ཤེས་ཡ་ཡོད་མ་ར་ད་དེ་ཡིན་དུ་དད་པ་ཟེར་གི་ད་ད་ཆ་དད། དད་པའི་གི་དད་དེ་ལ་ཟེར་གི་རེད་ར་ལུག་ཆུ་གསུམ་པ་དད་ཟེར་ན་འགྲིག་གི་རེད། དེ་ནི་དད་པ་ཞེས་དང་དེ་ངས་དེ་ལ་དཔའ་ཞེས་བདག་སྒྲ་ཅིག་སྦྱར་འདུག་བ་དེ་ཡིན་དུས་བོད་ཀྱི་ཚིག་དེ་ཚོ་ལ་ཚིག་འགྲེལ་ཡག་པོ་ཅིག་བཀོད་སོང་ན་དད་པ་ཞེས་དེ་ལྟའི་ཚིག་གོ་གི་དད་པ་ཞེས་དེ་ཧ་ཅང་གོ་བ་ཆོད་རྒྱུ་དེ་གལ་ཆེན་པོ་རེད་བ་ད་ལྟ་དད་པ་ནས་དཔའ་བྱས་འདུག་བ་དེ་ཚོ་ལ་ཚིག་འགྲེལ་ཡག་པོ་ཕུལ་ཡག་ཅིག་ཅིག་བསམ་བློ་ཡག་པོ་གཏོང་རོགས་ཅིག་ཐུགས་རྗེ་ཆེ། དེ་ཡིན་དུས་རྒྱུ་མཚན་ཞེ་དྲག་གེ་མེད་རེད། ད་མི་གཅིག་ལ་ཡིད་ཆེས་བྱས་དེ་གི་ཕར་དེད་འགྲོ་དེ་དེ་ཕྱར་འགྲོ་བཞག་ན་ད་སངས་རྒྱས་འགྲོ་དགོས་རེད་ད། དེད་ནས་འགྲོ་མ་ཐུབ་ན་ད་འཁོར་བ་ལ་ལྷག་འགྲོ་དགོས་རེད་ད། དེ་འདྲ་ཡིན་དུས་དད་པ་ཟེར་དེ་ལ་ངས་དེ་ཚིག་དེ་ལ་བོད་ཀྱི་ཚིག་དེ་ལ་བེད་སྤྱོད་བཏང་དེ་ཧ་ཅང་གལ་ཆེན་པོ་ཅིག་རེད་ཟེར་གི་འདུག་དྲན་གི་དད་པ་ཟེར་བ་དེ་ཚིག་དེ་བེད་སྤྱོད་བཏང་འདུག་བ་ད།